ཨོ་རྣམ་པ་ལྷན་སྐྱེས་བཀྲ་ཤིས་བདེ་ལེགས་སྐུ་སྐམ་ས་ང་རྣམ་པ་ཚོའི་གྲོགས་པོ་འཆི་མེད་ཚེ་དབང་ཡིན་དེ་ནི་རྣམ་པ་ཚང་མ་མ་མཇལ་ཡུན་རིང་ཕྱིན་སོང་རྣམ་པ་ཚང་མ་སྐུ་མདུན་ད་བཅར་མ་ཐུབ་ནས་དུས་ཚོད་རྒྱུན་རིང་པོ་ཞེ་དྲག་ཅིག་ཡིན་དེ་རྣམ་པ་ཚང་མ་ལ་དགོངས་སེལ་ཞུ་ཡས་དང་དེ་ནས་དེ་རིང་ངས་འདི་ནས་མ་རྣམ་པ་ཚོ་སྐུ་མདུན་ནས་བཅར་བྱས་ནས་ད་ག་རེ་ཞུ་ཡས་ཡིན་ཟེར་ན་ད་དེ་རིང་འདི་ནས་མ་བ་ཡུལ་ནང་ནས་ཡོངས་སུ་གྲགས་པའི་དགོན་པ་ད་ཟེར་ན་རེད་དེ་ག་ནང་ཞིག་ལྷ་ཁང་ཟེར་ན་རེད་གཙུག་ལག་ཁང་ཟེར་ན་དེ་འདྲའི་རྙིང་པ་ད་རྙིང་ཤོས་ཟེར་ཁོ་རང་ཚོ་ལོ་རྒྱུས་ཤེས་མཁན་དེ་ཚོ་རྙིང་ཤོས་གྲས་གསུང་གི་འདུག་དེ་ཡིན་ན་ད་རྙིང་ཤོས་ཡིན་དང་མིན་ན་གང་ལྟར་ཡང། དགོན་པ་སྐད་གྲགས་ཆེན་པོ་དེ་འདྲའི་རྙིང་བ་གྲས་ད་དེ་འདྲའི་བྱིན་རླབས་ཅན་ངོ་མཚར་ཅན་ད་དེ་འདྲའི་ཅིག་ངོ་སྤྲོད་ཞུ་ཡས་དེ་འདྲའི་ཅིག་བྱེད་དུ་བཅར་བ་ཡིན། དེ་ནས་གཙུག་ལག་ཁང་དེ་ཡིའམ་དགོན་པ་དེའི་མཚན་རྙིང་པ་ལ་ད་ཡོངས་གྲགས་སུ་ག་རེ་བཞུགས་འདུག་ཟེར་ན་སཐམ་བེ་ཡར་གཙུག་ལག་ཁང་དེ་འདྲའི་བཞུགས་འདུག་ལ་དེ་ག་ནང་བཞིན་དེང་སང་བིཀ་རམ་ཤི་ལ་མ་ཧ་བེ་ཡར་ཡང་བཞུགས་འདུག་དེ་ག་ནང་བཞིན་སྔོན་མ་ང་རང་ཚོ་བོད་ཀྱི་ལོ་རྒྱུས་ནང་ན་བ་ཡུལ་ཐང་བེ་ཧ་ར་གཙུག་ལག་ཁང་བཞུགས་ཡོད་རེད་བ་འོ་ད་དེའི་ངོ་སྤྲོད་མདོར་བསྡུས་ཞིག་ཞུ་ཡས་འོ་དེ་བྱེད་དུ་བཅར་བ་ཡིན། ད་དང་པོ་གཙུག་ལག་ཁང་དེ་སུས་བཞེངས་པ་རེད། དུས་ཚོད་ག་དུས་བཞེངས་པ་རེད་ཟེར་ན་གཙུག་ལག་ཁང་དེ་ཡོངས་གྲགས་སུ་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་རྒྱ་གར་ནས་བོད་དུ་ཕེབས་དུས་བཞེངས་པ་ཡིན་པ་ད་དེ་འདྲའི་རིགས་ལ་ཡིད་ཆེས་བྱེད་ཀྱི་ཡོད་རེད་ཇོ་བོ་རྗེ་དཔལ་ལྡན་ཨ་ཏི་ཤ་ཡང་བཞུགས་ཡོད་རེད་ལ་མཚན་གཞན་དག་ལ་མ་ཧཱ་པཱ་ནྲི་ཏཱ་ཆེན་པོ་དི་བམ་ཀ་རི་ཤྲི་རི་རྒྱཱན་ས་བཞུགས་ཡོད་རེད་བ། ཁོང་དག་སྔོན་མ་རྒྱ་གར་འཕགས་བོད་ཡུལ་ནང་དཔལ་ནཱ་ལེནྡྲ་དང་བིཀ་རམ་ཤི་ལ་སི་ཏཱ་ཡོངས་སུ་གྲགས་བའི་ནང་གི་མཐོ་སློབ་ཆེན་པོ་གཉིས་ཡོད་པའི་ནང་ནས་བིཀ་རམ་ཤི་ལ་གཙུག་ལག་ཁང་གི་མཁས་པ་ཆེན་པོ་ཆགས་བསྡད་ཡོད་རེད། ང་རང་ཚོ་བོད་པའི་ལེགས་སྦྱར་ཀློག་སྟངས་ལྟར་བྱས་པ་ན་སྦི་ཀྲ་མ་ཤི་ལ་ཟེར་ནས་ཀློག་གི་ཡོད་རེད་དེ་ཡིན་ན་ཡང་ད་རྒྱ་གར་གྱི་སྒྲ་གདངས་ངོ་མ་ལ་སྦིག་རམ་ཤི་ལ་ཟེར་གྱི་ཡོད་རེད། གང་ལྟར་ཇོ་བོ་རྗེ་ཁོང་སྦིག་རམ་ཤི་ལ་མཐོ་སློབ་ཀྱི་མཁས་པ་ཆེན་པོ་ཞིག་ཡིན་པ་དང་ཕྱིས་སུ་ང་རང་ཚོ་བོད་ནས་ད་སྟོད་མངའ་རིས་ཀྱི་རྒྱལ་པོ་ལྷ་ལྷ་མ་སྐུ་མཆེད་ཀྱིས་ད་བོད་ལ་ནང་པ་སངས་རྒྱས་ཀྱི་བསྟན་པ་གཙང་མ་བཟོ་ཡའམ་བསྟན་པ་དག་ཐེར་བྱེད་ཡའི་ཆེད་དུ་ད་ཇོ་བོ་རྗེ་ཁོང་རྒྱ་གར་ནས་གདན་འདྲེན་ཞུས་ཡོད་རེད་བ། འོ་ད་དེའི་སྐབས་ཁོང་རྒྱ་གར་ནས་བོད་ལ་ཕེབས་པའི་ལམ་བར་ལ་བལ་ཡུལ་དུ་ལོ་གཅིག་ཙམ་བཞུགས་རྗེས་དེ་དུས་བལ་ཡུལ་གྱི་རྒྱལ་པོ་གྲགས་པ་མཐའ་ཡས་ཞུ་བ་ཞིག་གིས་སྦྱིན་བདག་མཛད། བཞུགས་རྗེས་ཁོང་རང་གིས་ཕྱིས་པ་ཟེར་ནའི་རེད་ད་ཁོང་རང་གཞོན་བཟའ་གླང་ཆེན་མཐོང་དཔོན་ཟེར་བ་ཞིག་ལ་ད་ས་དང་ས་རྡོ་བཀལ་བྱས་ནས་ད་ད་དེ་ཐང་བེ་ཨར་གཙུག་ལག་ཁང་ངམ་ཡང་མིན་ན་བིཀ་རམ་ཤི་ལ་མ་ཧཱ་བེ་ཨར་གཙུག་ལག་ཁང་དེ་བཞེངས་པ་རེད་གསུང་གི་ཡོད་རེད། ད་བཞེངས་པའི་དུས་ཚོད་དེ་བཞུགས་རྗེས་བོད་ལ་ཕེབས་པའི་དུས་ཚོད་བཞེངས་པ་ཡིན་ཙང་སྤྱི་ལོ་གཅིག་སྟོང་བཞི་བཞི་གཉིས་ཙམ་ལ་བཞེངས་པ་ཡིན་པ་ཞིབ་འཇུག་པ་རྣམས་པས་ད་དེ་འདྲའི་ཚོད་དཔག་གནང་གི་ཡོད་རེད། ད་དེའི་རྗེས་སུ་དུས་རབས་བཅུ་གཉིས་ཀྱི་ནང་ཙམ་ལ་བོད་ཀྱི་ལོ་ཙཱ་བ་དམྱལ་མི་ཉམས་བཟང་པོ་གྱི་བླ་མ་རྒྱ་གར་ཤར་ཕྱོགས་ཀྱི་པཎ་ཆེན་བི་བྷུ་ཏི་ཅཱན་ཏར་ད་དགོན་པ་འདིར་ཕེབས་ནས་ཡུན་རིང་པོ་བཞུགས་ཚེ་ད་དུས་འཁོར་ལ་སོགས་པའི་ཆོས་མང་པོ་གསུངས་པ་དང་ལྷག་པར་དུ་ཁོང་གིས་པཱལི་ཤྭ་བ་རིའི་ཡེ་ཤེས་སྒྱུ་མའི་སྐུ་དངོས་སུ་སྦྱར་ནས་དུས་འཁོར་བྱ་དཀྲུགས་སྐོར་གསན་རྗེས་ད་དེ་ལ་བྱ་དཀྲུགས་ཉེ་བརྒྱུད་བཞུགས་འདུག་བའོ་དེ་ཡང་གཙུག་ལག་ཁང་འདི་རུ་བརྩམས་གནང་བ་ད་དེ་འདྲའི་ཕྱག་ཐེག་འདུག་དེའི་རྗེས་སུ་དུས་རབས་བཅོ་ལྔ་ཙམ་གྱི་ནང་ལ་རྒྱ་གར་གྱི་པཎ་ཆེན་ནག་གི་རིན་ཆེན་ཞུ་བ་ཞིག་བོད་ལ་ཕེབས་པར་བ་ཁོང་ཡང་གཙུག་ལག་ཁང་འདིར་རྟོགས་སུ་བཞུགས་པའི་ལོ་རྒྱུས་ཡོད་ས་རེད། ད་དེ་ནས་ང་རང་ཚོ་བོད་གངས་ཅན་ལྗོངས་ཀྱི་བླ་མ་ལ་བསམ་བློ་བཏང་བ་ཡིན་ན་དུས་རབས་བཅུ་གཅིག་དང་བཅུ་གཉིས་ཀྱི་ནང་དེ་བ་ལ་དེ་ནས་ར་ལོ་ཙཱ་བ་ད་ར་ལོ་ཙཱ་བ་རྡོ་རྗེ་གྲགས་པ་ཕེབས་བྱས་ན་ད་དགོན་པ་འདིར་དབང་ལུང་མང་པོ་གསུང་དེ་བ་ནང་བཞིན་གྱི་སྐུ་གསུང་ཐུགས་རྟེན་གཞན་ཡས་ལ་ཞལ་འདེབས་གསེར་དེ་འདྲ་མང་པོ་ཕུལ་བའི་ལོ་རྒྱུས་ཡོད་རེད་ད་དེ་ནས་དུས་རབས་བཅུ་གསུམ་པའི་ནང་ཙམ་ན་གྲུབ་ཐོབ་དབུ་རྒྱན་པ་རིན་ཆེན་དཔལ་འདི་རུ་ཕེབས་རྗེས་དེ་ནས་གཙུག་ལག་ཁང་འདིའི་ནང་དུ་སྔ་འགྱུར་རྙིང་མའི་རྒྱུད་ཀྱི་ཕྱག་དཔེ་མང་པོ་ཞིག་ཡོད་པ་གཟིགས་ནས་ཁོང་གིས་རྙིང་མའི་བླ་མ་ཁ་ཤས་ལ་བ་ཡུལ་ལ་འགྲོ་ཐུབ་ན་ཐང་བར་གཙུག་ལག་ཁང་ནས་རྙིང་མ་ཆོས་མང་པོ་ཞིག་བསྒྱུར་ཡས་འདུག་དེ་ཁོང་གིས་བསྒྱུར་རོགས་བྱེད་ཡོང་གསུངས་ཡིན་ཏེ་ཡིན་ན་ཡི་སྙིང་མི་བླ་མ་རྣམ་པ་དེ་ནི་ནག་ཆང་ལ་མགོ་འཁོར་བྱས་ན་འགྲོ་འགས་རག་མ་བྱུང་ཟེར་གྱི་ཁོང་གི་རྣམ་ཐར་ནང་དུ་ཡོད་རེད་བ། ཡང་ཕ་རྗེར་དུས་རབས་དེ་ག་རང་ཙམ་གྱི་ལ་དེ་ནས་ཡང་གློའུ་ལོ་ཙཱ་བ་དཔལ་ལྡན་བྱང་ཆུབ་ཡང་ད་གཙུག་ལག་ཁང་རུ་འདི་རུ་ཕེབས་དུས་དེ་སྔ་འགྱུར་རྙིང་མེད་ཀྱི་དེ་ནས་རྩ་རྒྱུད་གསང་བ་སྙིང་པོའི་ཀི་ད་དེ་འདྲའི་དཔེ་ཆ་རྒྱ་དཔེ་ཅིག་གཟིགས་པའི་ལོ་རྒྱུས་ཤིག་ཀྱང་ཡོད་ས་རེད། དེ་ནས་དུས་རབས་བཅུ་བདུན་པའི་ནང་ཙམ་ན་ཞྭ་དམར་དྲུག་པ་ཆོས་ཀྱི་དབང་ཕྱུག་ཀྱང་འདི་རུ་གནས་འཇགས་ལ་ཕེབས་ཤག་དེ་ནས་དུས་རབས་བཅོ་བརྒྱད་པའི་ནང་ཙམ་ན་ཀུན་མཁྱེན་སི་ཏུ་ཆོས་ཀྱི་འབྱུང་གནས་ཡང་འདི་ལ་གནས་གཟིགས་ལ་ཕེབས་ཡོད་རེད་ལ་ཡང། རྒྱལ་བ་ཀུན་འབྱུང་རྒྱལ་པོའི་ཡོངས་འཛིན་དེ་ནས་ཡོངས་འཛིན་ཡེ་ཤེས་རྒྱལ་མཚན་གྱི་དེ་ནས་དགོན་པ་དེ་ཉམས་གསོ་གནང་བའི་ལོ་རྒྱུས་ཡང་ཡོད་རེད་འོ་དེ་ག་ནང་བཞིན་གྱི་དུས་རབས་དེ་ག་ཙམ་གྱི་ནང་ལ་འབྲུག་ཁམས་འབྲུག་ཆོས་ཀྱི་ཉི་མ་རིན་པོ་ཆེ་ཡང་དེ་ནས་ད་དགོན་པ་དང་གཙུག་ལག་ཁང་དེ་ལ་གནས་མཇལ་ཕེབས་པ་ཁོང་རང་གིས་མཛད་པའི་བལ་ཡུལ་གྱི་གནས་ཡིག་ནང་ནས་གསལ་བོ་ཡོད་རེད་ད་སྤྱིར་བཏང་བྱས་པ་ན་ད་གཙུག་ལག་ཁང་ཐང་དཔལ་གཙུག་ལག་ཁང་མང་དེ་ནས་འབིག་རམ་ཤི་ལ་མ་ཧཱ་གཙུག་ལག་ཁང་གི་ལོ་རྒྱུས་འབྲི་བ་བྱས་པ་ན་ད་དེ་འདྲའི་ཆགས་བསྡད་ཡོད། དེ་ནས་ད་ལྟ་ང་རང་ཚོའི་དངོས་སུ་མཇལ་ཡས་ཡོད་པའི་ད་ལྟའི་ལྷ་ཁང་འདི་ལ་ཐོག་རྩེག་གསུམ་ཙམ་ཞིག་ཡོད་རེད་དེ་ཐོག་རྩེག་གསུམ་ཡོད་པའི་ནང་ནས་ད་ཐོག་རྩེག་འོག་མ་ཟེར་གོར་བ་འོག་ཐོག་དེ་ན་ང་རང་ཚོ་ནམ་རྒྱུན་མཇལ་ཡས་ཀྱི་སྐུ་འདྲ་ཅིག་འདུག་ཨོ། སྐུ་འདྲ་དེ་གི་སྐོར་དེ་ངས་དགོན་པའི་དཀོན་གཉེར་དེ་ལ་བཀའ་འདྲི་ཞུས་ཡོད་འདས་དེ་ནས་དཀོན་གཉེར་དེ་ག་རེ་གསུངས་སོང་ཟེར་ན་སྐུ་དེ་ཚོང་བུ་ནོར་བུ་བཟང་པོའི་སྐུ་རེད་གསུངས་གི་འདུག་དེ་ཡིན་དུས་སྐབས་སུ་ང་རང་ཚོ་བོད་རིགས་ཚོ་ཡོངས་གྲགས་ལ་ད་སྐུ་དེ་མིང་ལ་ཚོང་བུ་ནོར་བུ་བཟང་པོ་ཟེར་དེ་འདྲས་སུ་འབོད་གནང་གི་ཡོད་མིན་འགྲོ་ཁོང་རང་བལ་བོ་དེ་ཚོ་གི་སིང་ཧ་སར་ད་བ་བུ་ཟེར་གི་འདུག་སྐུ་དེ་ཡི་མིང་ལ་སིང་ང་སར་དུ་བ་བུ་ཟེར་གྱི་འདུག་སིང་ང་སར་དུ་བ་བུ་ཟེར་བ་དེ། གཅིག་ལོ་རྒྱུས་འདྲ་པོ་བྱས་པ་ན་སྔོན་མ་བོད་དང་བལ་ཡུལ་བར་ལ་གཅིག་ད་ཚོང་འདྲ་པོ་བརྒྱབ་དེང་གི་དེ་འདྲའི་ཚོང་པ་ཆེན་པོ་གཅིག་ཡིན་པ་དང་དེ་ནས་བོད་དང་བལ་ཡུལ་གཉིས་ཀྱི་པར་བུ་ལ་ཚོང་འབྲེལ་ཐོག་མར་བརྫུ་འགས་ཡིན་པ་ལ་སོགས་པ། ཁོང་གི་སྐོར་ད་དེ་འདྲའི་ལོ་རྒྱུས་མང་པོ་ཞིག་གཙུག་ལག་ཁང་འདི་དང་འབྲེལ་ནས་གསུང་ཡས་དེ་འདྲས་ཅིག་ཡོད་ས་རེད། ཕ་སྤྱིར་ཁོང་གི་སྐུ་འདྲ་ཞིག་ཡིན་ས་རེད་དེ་ཡིན་དུས་སྐབས་སུ་སྐུ་དེ་ད་ནོར་ལ་འདྲ་བོ་དེ་འདྲས་ཅིག་རྩིས་བྱས་ནས་དེ་འདྲའི་ཆོས་པ་བོད་འགས་ཡང་མང་པོ་ཡོང་གི་རེད་ཟེར་ནས་དེ་འདྲས་ཟེར་གྱི་འདུག། ཡིན་ན་ཡང་ད་ཀུན་གྲོལ་དེ་ང་རང་ཚོ་ཆོབས་སུ་སྦྱར་དུས་རྩ་བ་ལ་ནི་སྤྱན་རས་གཟིགས་ཟེར་རེད་བསམ་ཙམ་ཞིག་འདུག་ཨ། གཞན་གྱི་སྟབས་ཀྱིས་ཞུགས་ཆགས་ན་མེ་ཏོག་པད་མ་རྣམས་བྱེད་དུས་སྐབས་དུ་སྤྱན་རས་གཟིགས་པད་མ་པ་ནི་གྱི་ཀུན་གྲོལ་ཡིན་ཟེར་རེད་བསམ་ཙམ་ཅི་ཡང་ཡོང་གི་འདུག། དེ་ནས་ཡང་ལྷ་ཁང་གི་སྟེང་ཏོག་ཡང་གང་གང་དེ་ཚོ་ལ་དེ་ནས་ད་ཅིག་སྐུ་འདྲ་གཙོ་བོ་རེ་བ་རྟེན་གཙོ་དེ་སངས་རྒྱས་མར་མེ་མཛད་ཀྱི་སྐུ་དང་དེ་ག་ནང་བཞིན་གྱི་རྒྱ་ཚབ་བྱམས་པ་མགོན་པོའི་སྐུ་ལ་སོགས་མང་པོ་ཡོད་རེད། ད་དེ་ནས་གཙུག་ལག་ཁང་དེ་ན་ཡོངས་གྲགས་མཇལ་གཙོ་བོ་ནང་གི་གཙོ་བོ་དེ་ག་རེ་ཡོད་རེད་ཟེར་ན་ད་དེང་ཤོག་སེར་འཁོར་བ་དང་ཤོག་བུ་སྔོན་པོ་ལ་གསེར་གྱིས་བྲིས་པའི་ཡུམ་ཆེན་མོ་ཤེར་ཕྱིན་སྟོང་ཕྲག་བརྒྱ་པ་པོད་བཞི་ཡོད་རེད། ད་ཡི་གེ་དེ་ཡང་ལན་ཚྭ་རང་གི་ཐོག་ལ་བྲིས་པ་དེ་འདྲས་ཅིག་རེད་ཤག་ང་རང་ཚོ་བོད་རིགས་ཀྱི་ལོ་རྒྱུས་ཤོད་མཁན་ཁ་ཤས་ཤིག་གིས་དཔེ་ཆ་དེ་མགོན་པོ་ཀླུ་སྒྲུབ་ཀྱི་ཀླུ་ཡུལ་ནས་དེད་འབྲང་བའི་ཡུམ་གྱི་མ་དཔེ་དངོས་གནས་དེ་རེད་གསུང་མཁན་ཡང་ཡོད་རེད་དེ་ཡིན་ན་ཡང་ཁམས་སྤྲུལ་རིན་པོ་ཆེའི་གནས་ཡིག་ཏུ་འདི་ཕ་རྗེར་གོང་དུ་ཞུས་པའི་དེ་ནས་པན་ཆེན་བི་བུ་དེ་བཅར་འདིར་སྐབས་ཙམ་ལ་བཞེངས་བ་ཞིག་ཡིན་ས་རེད་མ་གཏོགས་མགོན་པོ་ཀླུ་སྒྲུབ་སྐབས་ཀྱི་དཔེ་ཆ་དེ་འདྲ་དག་ཡིན་རྒྱུ་མ་རེད་གསུང་ཡོད་རེད་ཡང་ཁོང་རང་བ་བུ་དཀོན་གཉེར་དེ་ཚོ་ག་རེ་གསུང་གི་འདུག་ཟེར་ན་བ་ཡུལ་གྱི་དེ་ནས་ད་རྒྱ་ཁབ་ཀྱི་ལོགས་ཤིག་ཡོད་རོགས། འོ་དེ་བ་ཡུལ་གྱི་རྒྱ་ལོ་སུམ་བརྒྱ་བཞི་བཅུ་ཞེ་བཞི་གི་སྐབས་སུ་པཎ་ཆེན་རྗེ་ན་ཤྲཱི་རྒྱ་ནི་ཟེར་ཞིག་བྲིས་པ་རེད་ཟེར་ཡོང་གི་འདུག་ཡང་ལོ་རྒྱུས་ཁ་ཤས་ཀྱི་ནང་གི་འདུག་པཎ་ཆེན་འདི་ན་སྦིར་རྒྱ་ནི་ཟེར་ཞིག་བྲིས་པ་རེད་དེ་འདྲས་ཡོང་གི་འདུག་ཡིན་ན་ད་དེ་གྲགས་སྟངས་ཀྱི་ཁྱད་པར་འདྲ་བོ་དང་ཡི་གེ་འབྲི་སྟངས་ཀྱི་ཁྱད་པར་འདྲ་བོ་མ་གཏོགས་དོན་ལ་ཕན་ཆ་གཅིག་པ་ཡིན་ས་རེད། དེ་ནས་ཡང་ལོ་རྒྱུས་གསུང་མཁན་ཁ་ཤས་ཅིག་གིས་ད་བལ་ཡུལ་གྱི་རྒྱ་ལོ་སུམ་བརྒྱ་བཞི་བཅུ་ཞེ་བཞི་སྐབས་སུ་བྲིས་པ་རེད་གསུངས་ཡོང་དུས་སྐབས་སུ་དེ་ནས་ད་དེ་སྦིར་རམ་བསམ་པ་དེ་སུམ་བརྒྱ་བཞི་བཅུ་ཞེ་བཞི་ལ་ངོས་འཛིན་མཁན་ཡོང་གི་འདུག་སྦིག་རམ་བསམ་པ་སུམ་བརྒྱ་བཞི་ཞེ་བཞི་ལ་ངོས་བཟུང་བ་ཡིན་ན་ད་སྤྱི་ལོ་ཉིས་བརྒྱ་སུམ་བརྒྱ་དེ་འདྲའི་ནང་དུ་ཆགས་འགྲོ་དགོས་རེད་དཔེ་མི་སྲིད་ང་བོ་རེད་ཡིན་ན་ད་ད་ལྟ་བལ་ཡུལ་གྱི་རྒྱ་ལོ་སུམ་བརྒྱ་བཞི་བཅུ་ཞེ་བཞི་ཟས་ཏེ་བལ་པོའམ་ནེ་བར་ཁོང་རང་གི་ལོ་རྩིས་དང་ནེ་པལ་བསམ་པ་ཟས་ཅིག་ད་ཕན་ཆད་ཡོད་ས་རེད་ཕན་ཆད་དེ་ཡིན་ན་བསམ་བསམ་བྱེད་འདུག་གལ་སྲིད་ནེ་པལ་བསམ་པ་སུམ་བརྒྱ་བཞི་ཞེ་བཞི་སྐབས་སུ་ཡིན་པ་ཡིན་ན་སྤྱི་ལོའི་དབང་དུ་བཏང་བ་ཡིན་ན་སྤྱི་ལོ་གཅིག་སྟོང་ཉིས་བརྒྱ་ཉིས་ཚར་གསུམ་ད་དེ་འདྲའི་གཡས་གཡོན་ཅིག་ལ་གས་འདེགས་ཡོད་ས་རེད། དེ་ནས་ཁམས་སྤྲུལ་རིན་པོ་ཆེས་མཛད་པའི་བ་ཡུལ་གྱི་གནས་ཡིག་ནང་དུ་ད་དགོན་པའམ་གཙུག་ལག་ཁང་དེ་ན་ཡུམ་ཆེན་མོ་ཤེས་རབ་ཀྱི་བར་དུ་ཕྱིན་པ་སྟོང་ཕྲག་བརྒྱ་བ་ཡོད་རེད་གསུངས་པ་མ་གཏོགས་དེ་ནས་ད་ཡུམ་ཆ་ཚང་ཡོད་དང་མེད་དང་དེ་ནས་སྤོས་ག་ཚོད་ཡོད་མེད་ཀྱི་སྐོར་ལ་ཅི་གང་ཅི་གསུངས་ཡོད་མ་རེད། ཡིན་ན་ཡང་དེང་སང་གི་གནས་བཤད་གནང་མཁན་ཁ་ཤས་ཀྱིས་ག་རེ་གསུངས་ཀྱི་འདུག་ཟེར་ན་སྔོན་མ་དེ་ན་ཡུམ་སྤོས་ལྔ་ཡོད་རེད་དེ་ཡིན་ན་ཡང་སྤོས་གཅིག་དེ་ཡིན་ན་བ་ཡུལ་རྒྱལ་པོ་ཞིག་གི་སྐབས་རྒྱལ་རྐང་ནང་ལ་བར་བསྣམས་བྱས་ནས་དེ་ནས་ཚུར་ལ་འབྱོར་ཡོད་མ་རེད་དེ་འདྲའི་གསུང་མཁན་ཅིག་ཡང་ཡོང་ཐེག་གི་འདུག་གང་ལྟར་ཡུམ་ད་ལྟ་སྤོས་བཞི་བཞུགས་ཐེག་ཡོད་རེད། པོད་བཞི་ཡི་ནང་ནས་པོད་དང་པོ་དེ་ལ་ཤོག་ལྷེ་ལྔ་བརྒྱ་བཅུ་བདུན་དང། པོད་གཉིས་པ་ལ་ཤོག་ལྷེ་ལྔ་བརྒྱ་དྲུག་དང། པོད་གསུམ་པ་ལ་ཤོག་ལྷེ་ལྔ་བརྒྱ་བཅོ་བརྒྱད་དང། པོད་བཞི་པ་ལ་ཤོག་ལྷེ་ལྔ་བརྒྱ་དགུ་བཅུ་དགུ་བདུན་འདུག་ཟེར་ན་ད་དོ་མཁན་པོ་སྨན་བླ་ཕུན་ཚོགས་ཀྱིས་ད་བལ་ཡུལ་གྱི་གནས་ཡིག་ནང་དེ་རེད་ཅིག་གསུངས་ཤག་ད་ང་འདི་རུ་འགྲོ་དུས་སྐབས་སུ་དགོངས་དག་གལ་ཆེ་ནས་དཔེ་ཆ་དེ་ཚོ་དངོས་སུ་འཇལ་ཡས་རག་མ་བྱུང་དེ་ནས་ཡིན་ན་ཡང་ད་མཁན་པོ་དཀོན་གཉེར་དེ་ག་རེ་གསུངས་ཀྱི་འདུག་ཟེར་ན། ཞོགས་པ་ཆུ་ཚོད་དགུ་བའི་ཐོག་ལ་ཡོང་ནས་ལས་ཁུངས་ནང་དུ་དེ་མིང་ཐོ་བཀོད་བྱས་དེ་ནས་དེ་འདྲ་བྱས་པ་ཡིན་ན་འཇལ་ཁ་རག་གི་རེད་གསུངས་ཀྱི་འདུག་ཡིན་ན་ཡང་ད་གོར་མོ་འགྲོ་དཔེ་ཤག་འདྲ་ག་ཚོད་ཡིན་ན་ཅིག་ཕུལ་ན་མ་གཏོགས་དེ་ག་ཚོད་དུ་འཇལ་ཁ་གནང་གི་ཡོད་ས་མ་རེད། ཡིན་ན་ཡང་ཕར་རྒོལ་པུར་ནི་མ་ཟེགས་དོ། ཕར་རྒོལ་པུར་ནི་མ་ལབ་དུས་སྐབས་སུ་བལ་ཡུལ་གྱི་ཟླ་བ་བཅུ་གཅིག་གི་ཚེས་བཅོ་ལྔ་ཟེགས་ཡོད་ཟེར། ད་བལ་ཡུལ་གྱི་ཟླ་བ་བཅུ་གཅིག་པའི་ཚེས་བཅོ་ལྔ་ནས་བཟུང་སྟེ་ཉི་མ་ཁ་ཤས་ཤིག་གི་རིང་ལ་ད་མི་མང་ཡོངས་ལ་དེ་ནི་འབུམ་དེ་འཇགས་ཁ་གནང་གི་ཡོད་རེད། རིན་མེད་ཀྱི་ཐོག་ལ་འཇགས་ཁ་གནང་གི་ཡོད་རེད་དེ་འདྲས་གསུང་གི་འདུག་འོ་དེ་ནས་ད་ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་གི་ལོ་དེ་ལ་བསམ་བློ་བཏང་བ་ཡིན་ན་བལ་ཡུལ་གྱི་ཟླ་བ་བཅུ་གཅིག་པའི་ཚེས་བཅོ་ལྔ་དེ། ཕྱི་ལོ་ཉིས་སྟོང་ཉིས་རྩ་བཞི་གི་སྤྱི་ཟླ་གསུམ་པའི་དཔྱིད་ཚེས་ཉིས་རྩ་ལྔ་ཙམ་ལ་འཁེལ་གི་ཡོད་ས་རེད། དེ་ག་ནང་བཞིན་བལ་ཡུལ་གྱི་ཟླ་བ་བཅུ་བའི་ནང་ལ་འགུམ་ལ་ཟེར་བའི་མཛད་སྒོ་ཞིག་གི་སྐབས་སུ་ཡང་ལོ་ཟླར་བཞིན་འབུམ་སྤོས་ཤིག་དེ་ཀློག་འདོན་གནང་གི་ཡོད་པ་ད་དེ་འདྲའི་སྐོར་ཡང་གསུང་གི་འདུག། ད་གཙུག་ལག་ཁང་དེའི་མཚན་གྱི་རྣམ་གྲངས་ལ་བསམ་བཏང་བས་ན་ཐམ་བྷ་ཧེལ་ཡང་ཟེར་གི་འདུག་ཡ། Stambehar། ཡང་ཟེར་གི་འདུག་དེ་ག་ནང་བཞིན་གྱི་ཐམ་བྷེ་ཧར་ཡང་ཞུ་གི་འདུག་དེ་ག་ནང་བཞིན་ཐང་བྷེ་ཧར་ཡང་ཞུ་གི་འདུག་ད་འདི་ཚོ་ཆ་ཚང་ཀློག་སྟངས་ཀྱི་ཁྱད་པར་དང་དེ་ནས་ད་སྐད་ཏོག་སོ་ཟུར་ཆགས་པ་རེད་མ་གཏོགས་དོན་ལ་གཅིག་པ་རང་ཡིན་ཐིག་གི་ཡོད་ས་རེད། ད་དེ་ནས་མཚན་གཞན་དག་ཅིག་ལ་བིཀ་རམ་སི་ལ་མ་ཧམ་བྷེ་ཧར་ཞུ་གི་འདུག་ཨ།

དེ་ནས་ད་ཁྲ་མེལ་རྒྱལ་ས་ཟེར་བའི་མིང་དེ་ཡང་དགོན་པ་འདི་དང་འབྲེལ་བ་ཡོད་པའི་སྐོར་གྱི་སྐད་ཆ་ཞིག་གསུང་གི་འདུག་གཙུག་ལག་ཁང་འདིའི་མཚན་དེ་ལ་ད་དང་ཐོག་ཏུ་དྷམ་བྷ་ཧེལ་བཞུགས་ཡོད་རེད་གསུང་གི་འདུག་ད་དེ་ག་ལས་ག་ལས་ད་ཚིག་དེ་ཚོ་མ་ཉམས་ཡོང་འདུག་བསམ་པ་ལ་ད་དྷམ་བྷ་ཧེལ་ཟེར་ཏེ་དྷ་མེལ་ཟེར་རོ་བྱ་ད་དྷ་མེལ་ཟེར་ཏེ་བཞུགས་ལ་ཁྲ་མེལ་ཟེར་ལབ་ཡ་ད་དེ་འདྲས་བྱུང་བ་རེད་མཁས་པ་ཁ་ཤས་ཀྱིས་དེ་འདྲས་གསུང་གི་འདུག་དེ་ཡིན་དུས་སྐབས་སུ་ད་དེ་འདྲས་ཡིན་དང་མིན་སྐོར་ལ་རྣམ་པ་ཚོས་དེའི་སྐོར་ལ་ག་ལས་ག་ལས་བརྟག་དཔྱད་གནང་ན་འགྲིག་གི་ཡོད་རེད། ད་དེ་ནས་རྣམ་པ་ཚོ་གནས་སྐོར་ལ་ཕེབས་དགོས་འདུག་སྐབས་སུ་ད་ག་བ་ལས་གཙུག་ལག་ཁང་དེ་ག་བ་ལ་ཡོད་མེད་གསར་བརྗོད་ད་ཧ་གོ་ཡ་ད་ག་ལ་ཆེན་པོ་ཞི་རགས་ཞེས་རེད་བ་དེ་ཡིན་དུས་སྐབས་སུ་དེ་ནས་ད་དེང་སང་གཙུག་ལག་ཁང་དེ་ས་ཆ་ག་བ་ལ་ཡོད་རེད་བས་ཟེར་ན་ད་ས་ཆ་དེ་བ་ཡུལ་གྱི་རྒྱལ་ས Kathmanduའམ་ཡང་བུ་རྒྱལ་ས་ནས་ད་ང་རང་ཚོ་ཡོངས་སུ་གྲགས་པའི Tamil Bazar འོ Tamil རྒྱལ་ས་ཟེར་ས་ད་དེ་ན་ཡོད་ཐིག་ཡོད་རེད་ད Tamil རྒྱལ་ས་ཟེར་ཏེ Bouddha མཆོད་རྟེན་བྱ་རུང་ཁ་ཁྱོར་ནས་ཕེབས་པ་ཡིན་ན། ཧེས་ཀི་ལོ་མི་ཀྲ་དྲུག་ཙམ་ཞིག་དང། དེ་ནས་ཕག་པ་ཤིང་ཀུན་ནས་ཕེབས་པས་ན་ཀི་ལོ་མི་ཀྲ་གསུམ་བཞི་ཙམ་ད་དེ་འདྲའི་ས་ཆ་ཞིག་རེད་དཔེ་མི་ཟིན་ཉེ་བོ་རེད། ད་དེ་ནས་ཁྲ་མིལ་རྒྱ་ས་སླེབས་ཚར་དུས་སྐབས་སུ། དེ་ནས་གཙུག་ལག་ཁང་དེ་ག་བ་ལ་ཡོད་རེད་བས་ཟེར་ན། ཁྲ་མིལ་རྒྱ་སའི་སུམ་མདོ་དེ་ན་ས་འཆའ་ཡ་ཅོག་ཟེར་བ་ཞིག་འདུག་ཨོ་ད་དེ་ས་འཆའ་ཡ་ཅོག་ཟེར་བ་དེ་གི་ད་ལག་པ་འདིའི་ཕྱོགས་ནས་ཡར་ལ་དེ་ནས་གོམ་པ་བརྒྱབ་ནས་ཕེབས་པ་ཡིན་ན་ཡང་ད་སྐར་མ་གཉིས་གསུམ་ཙམ་ཞིག་ལ་དེ་ཡ་གི་ནས་འཆའ་ཡ་སེན་དྲར་ཟེར་བའི་ད་ས་ཆ་ཞིག་ཏུ་འབྱོར་འགྲོ་གི་རེད་ཨོ་ད་དེ་ན་དེ་ནས་གཙུག་ལག་ཁང་དེ་ད་དེ་ན་ཡོད་རེད། དེ་ནས་ད་དེའི་སྐོར་དེ་དེ་རུ་གསལ་པོ་ཅི་ཧ་མ་གོ་བ་ཡིན་ན་དེའི་གཡས་གཡོན་ལ་ཡོད་པའི་མི་དེ་ཚོ་ལ་དེ་ནས

དེ་ནས་ནོར་རྫ་ཕྱུགས་རྫ་ཁའི་ཁུལ་ཞིག་ཡོད་མ་རེད་དེ་རྣམ་པ་ཚོ་གནས་སྐབས་དེ་འདྲའི་ཙམ་ཞིག་ཡིན། དེ་ནས་ད་ད་དུང་ཡང་རྣམ་པ་ཚོ་ལ་རིམ་པས་ཤིན་ཏུ་བལ་ཡུལ་ཕྱོགས་ཀྱི་དེ་ནས་གནས་བཤད་དེ་འདྲའི་ཁ་ཤས་ཅིག་ཞུ་ཡས་ཡོད། རྣམ་པ་ཚོ་རིམ་པས་རིམ་པས་ཤིན་ཏུ་རྣམ་པ་ཚོ་ལ་སྤྱན་འབུལ་ཞུས་ཡོང། རྣམ་པ་ཚོ་གྱེས་གཟིགས་ཡོད་པར་ཞུ། ཞུ་ཡས་འགའ་དྲིན་ཆེ་བཀྲ་ཤིས་བདེ་ལེགས།